འཛིན་གྲྭ་བཞི་པའི་སློབ་ཕྲུག་ཚོ་ཁམས་བཟང་དེ་རིང་རྣམ་པ་ཚོ་ལ་ངས་སློབ་ཚན་བཅུ་པ་དེ་ངོ་སྤྲོད་ཞུ་ཡ་ཡིན། སློབ་ཚན་བཅུ་པ་དེ་རྒྱུན་སྤྱོད་ཡི་གེའི་སྐོར་ལ་ཡིན། ད་རྒྱུན་སྤྱོད་ཡི་གེ་ཟེར་དུས་ཟ་མ་ནམ་རྒྱུན་ནི་ཐང་ཚོ་སློབ་ཕྲུག་ཅིག་ཡིན་པ་ཡིན་ན་སློབ་ཕྲུག་དེ་འཛིན་གྲྭ་ལ་བཅའ་ཐུབ་ཀྱི་མི་འདུག་ན་ཁོ་རང་གི་ངོས་ནས་སོ་སོས་འཛིན་གྲྭའི་དགེ་རྒན་ལ་ཡ་ད་ད་རིང་ངས་འདུག་ད་འཛིན་གྲྭ་བཅའ་ཐུབ་ཀྱི་མི་འདུག་བྱས་རྗེས་སོ་སོའི་གི་རྒྱུ་མཚན་ཚང་མ་བྲིས་བྱས་ཕ་ཡིས་ལ་ཡ་དགོངས་ཞུ་དེ་ཕ་ཕུད་དགོས་ར་བ། དེ་འདྲས་མ་ཕུད་པ་ཡིན་ན་ཆོས་བྱེད་ནི་ཁྲིམས་འགལ་རེད་ལ་ཆོས་བྱེད་ནས་ནི་སུ་སུ་གི་འཛིན་སྐྱོང་དང་དེ་ནི་སུ་སུ་གི་སློབ་གྲྭ་དང་དེ་ནི་སུ་སུ་གི་དགེ་རྒན་ལ་ཡང་གུས་ཞབས་མེད་པ་ཚོར་དགོས་པ་སོང་ཙང་དེའི་འདོད་ནི་དགོངས་ཞུ་ཡི་གེ་དེ་ཡིན་གཅིག་བྲིས་གནང་དགོས་རེད་དེ་ནི་ཁྱེད་རང་ལས་ཁུངས་དེ་འདྲས་ལ་ཕྱག་ལས་གནང་མཁན་ཡིན་ཡིན་ན་ལས་ཁུངས་ལ་ཡང་བཅག་མ་ཐུབ་པ་ཡིན་ན་སུ་སུ་གི་སྒེར་གྱི་དོན་དག་རེད་མཚམས་རེ་ནི་སུ་སུ་ན་བསམ་རེ་སུ་སུ་ད་དོན་དག་དེ་འདྲས་བྱུང་བྱས་ནི་ཕྱི་ལོག་དེ་བ་ལ་ཕེབས་དགོས་ཁེལ་བ་ཡིན་ན། ད་དུས་སྐབས་སུ་ཡང་ང་ཚོ་འདུག་ས་དང། ལས་ཁུངས་ལ་ཅག་ཐུགས་མི་འདུག་བྱེད་བྱེད་ང་ཚོ་འདུག། ཨཱ་ནི་དགོངས་ཞུ་ཡི་གེ་དེ་ཡིན་གཅིག་བྲིས་གནང་དགོས་རེད། ད་གཤམ་ལ་ངས་འདམས་པ་ཚོ་ལ། ཨཱ་ནི་དགོངས་ཞུ་ཡི་གེ་ལ་ཡ་དེ་ག་འདྲས་ཅིག་ལ་ལག་གི་ཡོད་མེད། ཨཱ་ནི་འདི་བྲི་ཡ་ལ་ཆ་རྐྱེན་ག་རེ་ག་རེ་ཚང་དགོས་ཡོད་མེད་དེ་ངས་མ་འདུག་ངོ་སྤྲོད་ཞུ་གི་ཡིན། དང་པོ་དེ་དགོངས་ཞུ་ཡི་གེ། དགོངས་ཞུ་ཡི་གེ་ནི། དགོངས་པ་ཞུ་མཁན་གྱི་རང་གི་སྒྲིག་འཛུགས་ཀྱི་འབྲེལ་ཡོད་འགན་འཛིན་དང་ཟིན་བྲིས་དགེ་རྒན་གང་རུང་ལ་དགོངས་པ་ཞུ་བའི་ཡི་གེ་ཞིག་ཡིན། ལ་ཟེར་ཏེ་འདུས་བསམ་པ་ལ་དགོངས་ཞུ་ཡི་གེ་ལ་ཡ་དེ་དགོངས་པ་ཞུ་ཡི་གེ་ཟེར་རོ། ད་དེ་ཡི་གེ་དེ་དགོངས་པ་ཞུ་མཁན་གྱི་ཁྱེད་རང་དགོངས་པ་ཞུ་གི་ཡོད་ན་ཁྱེད་རང་གི་དགོངས་པ་ཞུ་མཁན་རང་གི་རང་གི་སྒྲིག་འཛུགས་ཀྱི་འབྲེལ་ཡོད་འགན་འཛིན་དང་ཁྱེད་རང་གི་ལས་ཁུངས་རེད་ད་ནང་གཞོན་ནུ་དེ་འདྲས་ལ་ཡ་ས་གནས་དེ་འདྲས་ལ་ཡ་ཕྱག་ལས་གནང་གི་ཡོད་པ་ཡིན་ན་དེ་ས་གནས་དེ་གི་འབྲེལ་ཡོད་འགན་འཛིན་ས་གནས་དེ་གི་དང་སྒྲིག་འཛུགས་གང་ཡང་རུང་བ་ཞིག་གི་འགན་འཛིན་ལ་ཡ་དུས་ད་དགོང་ཞུ་ཡི་གི་དུས་དུས་ཕུལ་གི་རེད་དེ་ག་ནང་བཞིན་སློབ་ཕྲུག་ཅིག་ཡིན་པ་ཡིན་ན་ག་གནང་གི་རེད་ལ་ན་སོ་སོའི་འཛིན་གྲི་དགེ་རྒན་གང་རུང་ལ་དགོངས་པ་ཞུ་ཡི་ཁོ་ད་དགོངས་པ་ཞོག་རེས་ཁྱེད་རང་ཨིན་ཇིའི་འཛིན་གྲྭ་ལ་ཁྱེད་རང་ད་རིང་ལྕགས་མཐོང་མི་འདུག་ན་ཨིན་ཇིའི་འཛིན་གྲྭ་དང་ད་རིང་ངས་ལྕགས་མཐོང་མི་འདུག་དུས་སུ་ལས་དོན་དེ་འདྲས་ཁེལ་སོང་དེ་ཡང་ན་གཞན་ཡང་མིན་ན་ང་ན་གི་ཡོད་ན་ན་སོང་ཞེས་བྱེད་རུང་བ་དུས་སུ་སོ་སོ་ཡི་འཛིན་གྲྭའི་དགེ་རྒན་གང་རུང་ལ་ནི་དགོངས་པ་ཞུ་དགོས་རེད་དེ་འདྲས་ཀྱི་དགོངས་པ་ཞུ་བའི་ཡི་གེ་དེ་ལ་ཡང་ནི་དགོངས་ཞུ་ཡི་གེ་ཟེར་གི་རེད། ཏིང་འཛོགས་དགོངས་ཞུས་ཀྱིས་དེ་ལ་ཆ་བཞག་པ་ཡིན་ན་ད་ལྟའི་ལ་ཡ་ནི། དགོངས་ཞུས་ཀྱིས་དེ་མ་བྲིས་ན་དུས་བསམ་པ་ལ་ཆ་རྐྱེན་བཞིས་བསྐུལ་ཏོ། ཆ་རྐྱེན་དང་པོ་སྟེ། དགོངས་པ་ཞུ་ཡུལ་ཁ་གསལ་བྲི་བ། དགོངས་པ་ཞུ་ཡུལ་ཁ་གསལ་བྲི་བ། ཁྱེད་རང་དགོངས་པ་སུ་ལ་ཞུ་གི་ཡོད་མེད་ཕ་ཆོས་ཞུ་ས་གི་ཡུལ་དེ་ནི་ཁ་གསལ་པོ་བྲིས་དགོས་རེད། དགེ་རྒན་ཡིན་ན་དགེ་རྒན་སློབ་སྤྱི་ཡིན་ན་སློབ་སྤྱི་འགན་འཛིན་ཡིན་ན་འགན་འཛིན་ཡིན་རུང་སུ་ཡིན་ན་ཡང་སུ་ལ་ཞུ་གི་ཡོད་མེད་དེ་ནི་ཁྱེད་རང་གིས་ཁ་གསལ་པོ་བྲིས་གནང་དགོས་རེད། འདི་ཆ་རྐྱེན་དང་པོ་བྱས། ཆ་རྐྱེན་གཉིས་པ་དེ་དགོངས་པ་ཞུ་དགོས་པའི་རྒྱུ་མཚན་ཡིན། ད་ཁྱེད་རང་ད་རིང་འདུག་ད་སློབ་གྲྭ་ཡིན་ན་སློབ་གྲྭ་ལ་བཅའ་ཐུབ་མི་འདུག་ད་ནང་ཞེས་ནི་ཁྱེད་རང་འཛིན་གྲྭ་ལ་བཅའ་ཐུབ་མེད་ན་འཛིན་གྲྭ་ལ་བཅའ་ཐུབ་མི་འདུག་ཞེས་བྱས་ད་ད་ཅག་མ་ཐུབ་ཡས་ཀྱི་ད་ཅིག་དགོངས་པ་ཞུ་ཡས་དེ་གི་ནི་དགོས་པ་རྒྱུ་མཚན། དེ་རྒྱབ་ལོགས་ཀྱི་རྒྱུ་མཚན Reason གཙོ་བོ་དེ་ག་རེ་ཡིན་མིན་དེ་ནི་ང་ཚོ་ཁ་གསལ་པོ་ཐོག་ནས་བསྡུ་སྒྲིལ་གནང་དགོས་རེད། དེ་ཡས་ནི་ད་ཆ་རྐྱེན་གཉིས་པ་ཆགས་ཀྱི་འདུག་ཆ་རྐྱེན་གསུམ་པ་དེ། དགོངས་པ་ཞུ་བའི་དུས་ཡིན་ཟེར་དགོངས་པ་ཞུ་བའི་དུས་ཡིན་ཟེར་དུས་བསམ་པ་ལ་དགོངས་པ་ཞུ་ཡས་ཀྱི་དུས་ཚོད་དུས་ཚོད་དེ་ཁྱེད་རང་དུས་ཡུན་ག་ཚིའི་བར་དུ་ཞུ་གིན་ཉི་མ་གཅིག་རིང་ལ་ཡ་དུས་སུ་དགོངས་པ་ཞུ་རྒྱུའི་ཡ་མེད་ན་བདུན་ཕྲག་གཅིག་ཡ་མེད་ན་ཟླ་བ་གཅིག་རེད་བ། གང་ལྟར། ཁྱེད་རང་གིས་དགོངས། དགོངས་ཞུའི་ཡི་གེ་དེ་འཕྲིན་གནང་དུས་བསམ་པ་ལ་ཡ་ཉི་མ་ག་ཚིག་གི་རིང་ལ་ཨེ་ན་སོ་སོའི་སློབ་གྲྭ་ལ་ལས་ཐུག་གི་མི་འདུག་འདུག་མི་འདུག་དེ་དེ་དེ་ཁ་གསལ་པོ་ཐོག་ནས་བྲིས་གནང་དགོས་རེད། དེ་ཡ་ན་ཆ་རྐྱེན་གསུམ་པར་བྱས། ཆ་རྐྱེན་བཞི་པ་དེ། དགོངས་པ་ཞུ་མཁན་གྱི་མིང་དང་ཟླ་ཚེས་བཅས་འོ་སི་ནི་སོ་སོ་དགོངས་པ་ཞུ་མཁན་ཇི་ཡིན་པ་ནི་སོ་སོས་གྱི་ནི་དེ་ལ་ཡ་དགོངས་པ་ཞུ་མཁན་དེ་གྱི་ནི་མིང་དེ་ཁ་གསལ་པོ་དང་དེ་ག་ནང་བཞིན་ཟླ་བ་ག་གི་ཡིན་མེད་རེད་བ་ཟླ་བ་ཟླ་ཚེས་རང་དེ་ཚོ་ནི་དུ་ཁ་གསལ་པོ་ཐོག་ནས་དུ་བཀོད་གནང་དགོས་རེད་ལ་ཟེར་དེ་དུས་བསམ་པ་ད་དེ་ང་ཚོ་གི་ད་དགོངས་ཞུ་ཞིག་བྲི་དུས་བསམ་པ་ལ་ཡ་དེ་ལ་ཚང་དགོས་པའི་ཆ་རྐྱེན་བཞི་དེ་དུ་ཆགས་ཀྱི་འདུག། ལ་ཟས་དེ་འདུས་ཟིན་པ་དང་འཛུགས་གོང་གི་ཆ་རྐྱེན་བཞི་ཚང་བའི་ཐོག་ནས་དགོངས་ཞུ་དང་པོ་དེ་ངེས་དུ་མ་ལོག་ཡིན། དགོངས་ཞུ་དང་པོ་དེ་སུ་སུ་སློབ་ཕྲུག་ཅིག་སུ་སུ་ནད་པ་ཆགས་རྗེས་ད་སུ་སུ་འཛིན་གྲྭ་ལ་ཡལ་དུ་བཅར་ཐུབ་ཀྱི་མེད་པ་སོང་ཙང་ཁོ་རང་གི་ངོས་ནས་ནད་དགོངས་ཅིག་བྲི་དགོས་ཡོད་ན་ག་འདྲིས་བྲིས་གནང་དགོས་རེད་ལབ་ན་གཤམ་ལ་ངས་ལོག་གི་ཡིན། མཚུངས་མེད་འཛིན་གྲྭའི་དགེ་རྒན་བསྟན་འཛིན་བཟང་མོ་ལགས་ཀྱི་དྲུང་དུ་ཕྱི་བཤུག། ད་དེའི་ཟེ་དུས་བསམ་པ་ལ་ནི་མཚུངས་པ་མེད་པས་ནི་མཚུངས་པ་མེད་ཟེ་དུས་བསམ་པ་ལ་ག་རེ་མཚུངས་པ་མེད་ཟེ་བོར་ལ་ན་སུ་སུ་ལ་ཡང་བཀའ་དྲིན་མཚུངས་པ་མེད་པ་གཞན་དང་ནི་འབྲེལ་ཟླ་བྲལ་བ་ཡིན་པ་སོང་ཙང་ནི་བཀའ་དྲིན་མཚུངས་མེད་ཟེ་ཙང་བཀའ་དྲིན་མཚུངས་མེད་ཟེ་འདི་དགེ་རྒན་རྒན་ལ་ནི་རྒན་བསྟན་འཛིན་བཟང་མོ་ལགས་ཀྱི་དྲུང་དུ་ངས་དུས་ད་ཞུ་ཡས་ཡིན་ཟེ་དེའི་དུས་བསམ་པ་ལ་ད་དེའི་གི་ཟེ་འདི་དགེ་རྒན་བསྟན་འཛིན་བཟང་མོ་ཞེས་བྱས་ནི་ང་ཚོ་གི་ད། དགོངས་ཞུ་གྲལ་གྱི་ཆ་རྐྱེན་དང་པོ་དེ་དུ་ཚང་བ་རེད་ཆ་རྐྱེན་དང་པོ་དེ་ནང་ལ་ཨེ་ནི་ག་རེ་ཡོད་རེད་ལར་ནས་ང་ཚོ་དགོངས་པ་ཞུ་ས་ཀྱི་ཡུལ་དེ་ཁ་གསལ་པོ་བྱེད་ཅིག་བྲིས་གནང་གོ་རེས་བྱེད་ཅིག་ད་གི་གོང་ལ་ཡ་ལས་བར་བ་སོང་ཙང་དེ་ཨེ་ནི་དགོངས་ཞུ་གྲལ་གྱི་ཆ་རྐྱེན་དང་པོ་དེ་དུ་ཚང་བ་རེད་ཨེ་དེ་ཞུ་གོ་ལ། དེ་རིང་གུས་པས་གྲོགས་སྐོར་ཤར་བ་དང་ཚ་བ་ཅུང་ཟད་རྒྱས་ཏེ་སྨན་ཁང་དུ་གཏན་དུ་འགྲོ་དགོས་བྱུང་བས་ད་དེ་ག་རེ་ལ་ནི། དེ་ཐེངས་རེ་གཉིས་ད་ཨེ་ནི་དགོངས་པ་ཞུ་ཡ་གྱི་རྒྱུ་མཚན་ནི་ང་ཚོ་ཆ་རྐྱེན་གཅིག་དེ་ག་རེ་ཚང་དགོས་རེད་ཞུས་པས་ནི་གོང་བུ་ཞོལ་གྱི་རྒྱུ་མཚན་དེ་ནི་ང་ཚོ་ཁ་གསལ་བོ་དུ་བྲིས་གནང་དགོས་རེད་ཅེས་བྱས། གང་ལ་ཡ་ཞུས་པར་བ་སོང་ཙང། ད་གོང་བུ་ཞོལ་གྱི་རྒྱུ་མཚན་གཙོ་བོ་ག་རེ་ལ་ནི་ད་རིང་ནི་གུས་པ་གྲོགས་པོ་ཤི་གི་འདུག་གྲོགས་པོ་ཤི་བ་མ་ཟད་ནི་ད་དུང་གཟུགས་པོ་ལ་ཡ་ཚ་བ་ཡང་ཅུང་ཟད་འདུག་ད་གལ་སྤྱད་ནི་ད་རིང་ང་སྨན་ཁང་ལ་འགྲོ་དགོས་བྱུང་སོང་སྨན་ཁང་དུ་གཏན་དུ་འགྲོ་དགོས་བྱུང་སོང་སྨན་ཁང་ལ་གཏན་འག་འདུག་ད་འགྲོ་འགོ་བྱུང་སོང། བདེན་མཐུའི་བསམ་པ་འདི་གར་ཆགས་འོར་ལ་ནང་ནས་གོང་བུ་ཞོལ་གྱི་རྒྱུ་མཚན་གཙོ་བོ་དེ་འདི་ཆགས་ཀྱི་འདུག་བདེན་མཐུའི་བསམ་པ་འདི་ཆགས་རྐྱེན་གཅིག་དེ་འདུག་ཟླ་གཉིས་པ་དུ་ཚང་བ་བྱས། གསུམ་པ་དེ་ལ་ཡང་ཉིན་གཅིག་རིང་དགོང་དྲོ་གནང་སྐྱོང་ཡོང་བ་ཞུ་ཟེར་གྱི་འདུག་དགོངས་པ་དེ་ང་ཚོ་ཉི་མ་ག་ཚིག་གི་རིང་ལ་ཞུ་དགོས་ཡོད་མེད་དེ་ཡང་ང་ཚོ་ཁ་གསལ་བོ་བྲིས་དགོས་རེད་ཞེས་བཤད་སྒང་ལ་ཡང་གོང་ཞུ་གྲལ་གྱི་ཆགས་རྐྱེན་འདི་ནང་དུ་སླེབས་པར་སོང་ཙང་ཉི་མ་གཅིག་གི་རིང་ལ། དུས་ཚོད་ག་ཚོད་ཀྱི་རིང་ལ་དགོངས་པ་ཞུ་དགོས་ཡོད་མེད་དེ་ཡང་ང་ཚོ་ཁ་གསལ་བོ་བཀོད་དགོས་ཡོད་པ་སོང་ཙང། དེའི་ནང་ལ་ནི་ཉི་མ་གཅིག་གི་རིང་ལ་ཡང་ང་ལ་དུས་ཟླ་དགོངས་འཁྲོལ་གནང་སྐྱོང་ཡོང་བ་ཞུ། ང་ལ་དུས་ཟླ་དགོངས་པ་གནང་རོལ་གྱིས་ཞེས་བྱས་དུས་ཟླ་ཆ་རྐྱེན་གསུམ་པ་དེ་དུས་ཚང་བ་རེད། ད་ཆ་རྐྱེན་བཞི་པ་དེ་ག་རེ་ལ་ན་ང་རང་ཚོ་ད་དུས་ཟླ་དགོངས་པ་ཞུ་མཁན་དེ་སོ་སོ་གི་མིང་དང་ཟླ་བ་དང་ཚེས་གྲངས་དེ་ཚོ་ཁ་གསལ་བོ་བཀོད་དགོས་རེད་ཅེས་བཤད་འདུག་ད་ཆ་རྒན་བཞི་པ་དེ་རུ་ཨ་ཆ་རྒན་བཞི་པ་དེ་དེ་ནང་ལ་གུས་ཡི་འཛིན་རིམ་བཞི་པའི་སློབ་ཕྲུག་བསྟན་འཛིན་བསེ་སྒྲོན་ཟེར་བ་ང་རང་ད་དུས་ད་འཛིན་གྲྭ་བཞི་པ་གི་སློབ་ཕྲུག་ཡིན་སྲིད་སློབ་ཕྲུག་མིང་ལ་ཡང་བསྟན་འཛིན་བསེ་སྒྲོན་ཡིན་སྲིད་ཅེས་མིང་དེ་ཁ་གསལ་བོ་འདུག་སླད་པ་བྱས་ད་ནང་བཞིན་མིང་གཞུང་ཨང་ཟེར་འདུག་མིང་གཞུང་ཨང་ཅན། མིང་ཤུ་ཨང་ནི་སང་ཉིན་བཅས་ནས་ཟེར་མིང་ཤུ་ཨང་ཡང་འདས་ལ་ཡ། སོ་སོའི་མིང་མ་ཟད་ད་དུང་ཡིན་ནའི་ལ་མིང་ཤུ་ཨང་ཡང་འདུག་ད་འདུག་བྲིས་ཡོང་དུས་བསམ་པ་ལ་ཨེ་ནི་ཧ་ཅང་དགེ་ནི་དགེ་རྒན་གྱིས་ཀློག་པ་ཡིན་ནའི་ལ་ཧ་ཅང་གི་ཁ་གསལ་པོ་ཆགས་ཟེར་བ་བུ་གུ་དེ་མིང་མ་ཟད་མིང་ཤུ་ཨང་ད་ཆ་ཚང་ཡོད་དུས་བསམ་པ་ཨེ་ནི་དགེ་རྒན་གྱིས་གཅིག་མ་ཀློག་གནང་དུས་བསམ་པ་ལ་ཨེ་ནི་དགོངས་ཤོག་དེ་སུ་ཡི་དགོངས་ཤོག་ཡིན་མིན་དེ་ཨེ་ནི་ཁ་གསལ་པོ་ཐོན་ནས་མཁྱེན་གྱི་རེད་དེ་འདུག་བསམ་པ་ཨེ་ནི་ཆ་རྐྱེན་ཞིབ་པ་བསྡད་འདུག་ད་སུ་སུ་གི་མིང་དེ་ཁ་གསལ་པོ་བྲིས་དགོས་ཡོད་པ་དེ་གཅིག་བྱས། ད་ང་ནང་བཞིན་ཅི་ག་རེ་ཚང་དགོས་རེད་ལབ་ན་ཟླ་བ་དང་ཚེས་གྲངས་རེད་བ། དེ་འདུས་བསམ་པ་དེ་བ་ལ་ཡ་གཤམ་ལ་ཡ། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཅིག་ཚེས་ཉི་ཤུ། ཚེས་བཅུ་ཉིན་ཕུད་ཟིག་རེད་བ། དེ་ལ་ཡ་ཕྱི་ལོ་ཉིས་སྟོང་ཉི་ཤུ་ཡིན་པ་དང་ཟླ་བ་བཅུ་གཅིག། ཨ་ནི་ཚལ་པ་བཅུ་གཉིས་དུ་བུ་ཡིན་ཞེས་བྱའི་དོན་དུ་དགོངས་ཞུ་འདི་གནང་ལ། ཨ་ནི་གོང་ལ་ཡང་ཆ་རྐྱེན་བཞི་ཚང་བ་ཚང་དགོས་རེད་ཅེས་ཀྱི་དུ་ཞུས་པར་བ་དེ་ཚང་མ་ལོག་འདི་གནང་ལ་དུ་ཚང་ཡོད་རེད། ལ་ཟེར་ཏེ་དགོངས་ཞུ་གཉིས་པ་འདི་དང་རྫོགས། དགོངས་ཞུ་དང་པོ་དེ་སོ་སོའི་ནད་པ་ཆགས་པ་ཡིན་ན་ག་འདྲས་ང་ཚོ་དགོངས་ཞུ་ཁྲིད་དགོས་ཡོད་མེད་འདི་དང་པོ་འདུག་ཕྱིན་པར་བ་གཉིས་པ་དེ་ཡང་ང་ཚོ་སོ་སོའི་ལས་ཀ་དེ་འདྲས་ཁྱད་བྱས་མཚམས་རེ་ལ་ལས་ཀ་དེ་འདྲས་ཧོབ་ཏུ་འདུག་ད་སོ་སོ་ལས་ཀ་དེ་འདྲས་ཁྱད་ཡོང་དུས་ས་མ་ལ་ཡང་འཛིན་གྲྭ་ལ་བཅར་ཐུབ་ཀྱི་མེད་དུས་སྐབས་སུ་ང་ཚོ་དགོངས་ཞུ་ག་འདྲས་ཁྲིད་དགོས་ཡོད་མེད་ཡང་ངེས་དེ་ལ་ཡང་ལས་ཀ་གི་དགོངས་ཞུ་ཞེས་བྱས་ནས་སོ་སོའི་ལས་ཀ་དེ་འདྲས་ཁྱད་པ་ཡིན་ན་ང་ཚོ་ག་འདྲས་དགོངས་ཞུ་ཁྲིད་གནང་དགོས་ཡོད་མེད་དེ་ཡང་དེ་ལ་ཡང་དཔེ་མཚོན་གྱི་འདུག་མ་ནུབ་མཛོད་ཞུ་ཡིན། མཚུངས་མེད་བློ་བརྗེ་མཆོག་གི་དྲུང་དུ་བཞུད་གསོལ་འཛིན་རིམ་བཞི་པའི་གུས་སློབ། ཞེས་བྱས་དེ་ལ་སྟོང་པ་བཤགས་འདུག་ཨ་ནི་དག་ནང་བཞིན་མིང་གཞུང་ཨང་བཅས་ཡང་དུ་སྟོང་པ་བཤགས་ཡོད་རེ་བར་དུང་ཅན་ཟེར་བ། ད་དང་པོ་དེ་མཚུངས་མེད་བློ་བརྗེ་མཆོག་གི་དྲུང་དུ་ཞེས་པ་དེ་ད་རིང་གི་སྣང་ཚུལ་གྱིས་ད་དགོངས་ཞུ་དེ་སུ་ལ་བྲི་དགོས་རེད་ལ་ན་དགོངས་ཤོག་དེ་ཨ་ནི། མཚུངས་མེད་སློབ་སྤྱི་མཆོག་ལ་ཡ། སུ་སུ་ཀེ། སློབ་གྲྭ་གི་སློབ་སྤྱི་མཆོག་ལ་དྲི་གི་ཡོད་པ་དེ་ཆ་རྐྱེན་དང་པོ་རེད། ཆ་རྐྱེན་དང་པོ་དེ། དགོངས་ཞུ་ཡི་གེ་ནང་ལ་དྲི་ཡ་གི་ཆ་རྐྱེན་དང་པོ་དེ་ག་ལ་ན་ང་ཚོ་དགོངས་པ་ཞུ་ས་ཀྱི་ཡུལ་དེ་ཁ་གསལ་པོ་བྲིས་འོ་རེད་ཞེས་ཞེས་བཀོད་ཡོད་ར་བ། སོང་ཙང་དེ་ནང་ལ་ཡ་སློབ་སྤྱི་མཆོག་གི་དྲུང་དུ་ཞེས་ཞེས། ནི་ང་ཚོ་དགོངས་པ་ཞུ་ས་ཀྱི་ཡུལ་དེ་སློབ་སྤྱི་ཡིན་པ་ཁ་གསལ་པོ་བྱས་འདུག་ཟེར་བཀོད་ཡོད་རེད། དེའི་མདུན་ས་མ་ལ་མཚུངས་མེད་ཞེས་ཞེས། དེ་འདི་ཙམ་ད་ང་ཚོ་གོང་ཞུས་དུས་དུས་སམ་ལེན་གྱི་མི་འཇིག་གང་ལ་ཡིག་དགོས་དེ་ཡིན་གྱི་མི་འཇིག་དགོས་རེད། ད་ནང་བཤད་ནི། ནི། དགོངས་པ་ཞུ་རྩིས་ཀྱི་ཡུལ་དེ་ཁ་གསལ་བོའི་ཐོག་ནས་འདུག་བྲིས་གནང་གོ་རེད། མཚུངས་མེད་བློ་བརྒྱུད་ཆོས་ཀྱི་དྲུང་དུ། འདུག་ད་ཞུས་སོས་ཟེར་ངེས་ད་འདུག་ད་དེ་རིང་ཞུ་ཡ་གྱི་ཡོད་ད་ཞུ་ཡ་ག་རེ་ཡོད་ཞུས་པ་ཡིན་ན། འཛིན་རིམ་བཞི་པའི་གུས་སློབ་ཟེར་ད་ང་ནི་འཛིན་རིམ་བཞི་པ་རྒན་ནི་སློབ་མ་ནི་མིང་དེ་ནི་སུ་སུ་གི་དེ་བར་སྟོང་དེ་ནང་ལ་ག་རེ་རྒྱག་ནས་ལས་འགྲིག་རེད་སུ་སུ་བསྟན་སྲིང་ཡིན་ན་བསྟན་སྲིང་ཀུན་དགའ་ཡིན་ན་ཀུན་དགའ་བྱེད་ཟེར་བ་བསྟན་འདུས་བསམ་པ་ལ་ཡ་གུས་སློབ་བསྟན་སྲིང་བྱེད་བྱེད་ངས་བསྟན་སྲིང་དེ་མིང་དེ་དེ་བྲིས་ཡོད་མ་རེད་དེ། བ་དོན་དེ་ནང་ལ་སུ་སུ་ཡི་མིང་སུ་ཡོད་མིང་ཁྲིད་ནས་བྲིས་རས། མིང་གཞུང་ཨང་སྦྱིན་སི་སུ་སུ་ཡི་ཨ་ནི། སློབ་ཕྲུག་ཅིག་འདུས་སམ་བ་ལ་མིང་གཞུང་ཨང་ཡོད་དུས་སམ་བ་ལ་ཨ་ནི་སུ་སུ་ཡི་མིང་གཞུང་ཨང་འདི་དེ་ནང་ལ་ཡག་འདུག་སི་ད་ཁྲིད་ནང་ནས་བྲིས་རས། མིང་གཞུང་ཨང་སྦྱིན་སི། དེ་རིང་བདག་གི་གཅེན་པོ་འདི་གར་ཐུག་འཕྲད་དུ་སླེབས་ཡོད་བས་སི། ད་རེས་ཨ་ནི་ངེད་ཀྱི་གཅེན་པོ་དེ། གཅེན་པོ་སི་འདུས་སམ་བ་ལ་ཅོ་ཅོ་སི་འུར་བ། གཅེན་པོ་དེ་ཨ་ནི་ད་ལྟ་སྡེ་བ་ལ་ཡག་ད་ལྟ་ཁོ་རང་སློབ་གྲྭ་ཡོད་ས་ལ་ཡག་འདུག་སི་ད། ཐུག་ཏུ་སླེབས་འདུག། སོང་ཙང་གུས་པར་གུས་ཕྱིར་ཉུལ་ལེ། དེ་ནས་བསམ་པ། ང་གཅེན་པོ་དེ་འདུག་ད་ང་ཐུག་ག་སླེབས་པ་སོང་ཙང་ང་སྤྲོ་རྒྱུ་སྙམ་དུ་གུས་ཕྱིར་ཉུལ་གི་ཉོ་ག་འགྲོ་གི་ཡིན། གུས་ཕྱིར་ཉོ་ག་འགྲོ་གི་ཡིན། དོན་དུ་སྤྲོ་རྒྱུ་སྙམ་དུ་དུ་ལུ་ཉོ་ག་འགྲོ་གི་ཡིན། ཉིན་གཅིག་གི་རིང་ཁྲོམ་དུ་སྐྱོད་ཆོད་པའི་དགོང་དྲོ་ཡོང་བ་ཞུ། སོང་ཙང་ཨ་ནི་ང་ཉི་མ་གཅིག་གི་རིང་ལ་ཡ་ཨ་ནི་ཁྲོམ་ལ་ཡ་འདུག་འགྲོ་ཆོག་པས་བསྐྱོད་ཆོག་པས་སི་འདུག་བསམ་པ་འགྲོ་ཆོག་པས་ཨ་ནི་དགོངས་པ་འདུག་གནང་རོགས་གྱིས་དེ་འདུག་བསམ་པ་ད་དེ་ནང་ལ་ཡ། དང་པོ་དེ་ཨ་ནི་སློབ་སྤྱི་ལ་འདུག་ད་དགོང་ཞུ་དྲི་ཟ་གི་ཡུལ་དེ་སློབ་སྤྱི་ཡིན་པ་ཁ་གསལ་པོ་བྱས། གཉིས་པ་དེ་སུ་སུ་གི་ཨ་ནི། མིང། རེད་བ། མིང་དེ་ཁ་སེར་པོ་བྲིས་དགོས་དུས་བསམ་པ་ལ་ནི་མིང་དེ་འདུག་ས་ཁ་སེར་པོ་བྲིས་ཡ་རེད། གསུམ་པོ་དེ་ལ་ཡ་ནི་ངེད་ཀྱིས་ཡ་ནི་དུས་ད་འགྲོ་དགོས་ཡ་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་མིན་ཁ་སེར་པོ་བྲིས་གནང་དགོས་རེད་བ་སོང་ཙང་དེ་ནང་ལ་ཡ་རྒྱུ་མཚན་ག་རེ་ལ་ནི་ཅོ་ཅོ་ཐུག་ག་ལས་བཞག་སོང་ཙང་ཡ་ནི་ང་དུས་ཅོ་ཅོ་མཉམ་མདོ་ཁྲོམ་ལ་ཡ་དུག་ལུད་ཉོ་ག་འགྲོ་ཡ་ཡིན་དེ་འདུག་བསམ་པ་ཡ་ནི་དེ་རྒྱུ་མཚན་གཙོ་བོ་བྱས། ཨན་ད་ནང་བཞིན་ཆ་རྐྱེན་ཅི་ག་རེད་ལབ་ན། ཉི་མ་ག་ཚིག་གི་རིང་ལ་འགྲོ་གི་ཡོད་མེད་དེ་འདི་ག་ཚེད་པོ་བྲིས་ན་འགོར་བ་སོང་ཙང་ཡིན་ན་ཉི་མ་གཅིག་གི་རིང་ལ་ཡང་ང་འདུག་སྟ་ཁྲོམ་ལ་འགྲོ་གི་ཡིན་ཟེར་ཅིག་ང་ལས་དགོངས་པ་གནང་རོལ་གནང་ཟེར་ཞིག་འདུག་སྟ་བྲིས་དུས་བསམ་པ་འདི་ལྟར་ཆ་རྐྱེན་གསུམ་དེ་འདུག་ཚང་བ་རེད། ཨན་ད་ནང་བཞིན། འདི་ནང་ལ་ཞིབ་པར་བལྟས་ན་ང་ཚོ་མིང་དང་སོ་སོ་རྡ་སའི་ཁ་ཟེར་བོ་ཞེས་ཀྱི་བཀོད་དགོས་རེད་ཟེར་བ་དེ་འདུས་བསམ་པ་གོང་མིང་བས་ཟེར་གོང་མིང་བས་ལ་འདུས་བསམ་པ་གོང་རྒྱལ་ནི་མིང་སོ་སོ་གི་སྒང་ལ་ཡ་ཨན་ཏི་ཟི་འདྲ་བཞིན་པའི་སློབ་ཕྲུག་ནི་མིང་ག་རེ་བྲིས་ཡོད་ན་ཡང་བདེ་སྐྱིད་ཟེར་བ་རེད་གོང་གི་མིང་དེ་རྒྱལ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཅིག་ཚེས་བཅུ་གི་ཉིན་གུས་པས་ཕུལ་ཟེར་དེ་འདུས་བསམ་པ་དེ་ལ་ཡ་ཟླ་བ་བཅུ་གཅིག་དང་ཨན་ཚེས་པ་བཅུ་བཅུ་གི་ཉིན་ལ་ཡ་འདུས་ངས་དགོངས་ཞུ་དེ་དུས་སུ་ཕུལ་གྱི་ཡོད་ཞེས་བཤད། དོན་དུ་ཨ་ནི་འདི་ཨ་ནི་ག་རེ་བྱ་དགོས་རེད་ལབ་ན་ཨ་ནི་ང་ཚོ་ལས་ཀ་དེ་འདྲ་ཁྱད་པ་ཡིན་ན། ལས་ཀ་དེ་འདྲ་ཁྱད་དུས་བསམ་པ་ལ་ཡང་དུས་སུ་ད་དགོངས་ཞུ་བྲིས་སྟངས་དེ་འདྲས་རེད། ལ་ཟས་སྟེང་དུས་བསམ་པ་དང་གཙོ་དགོངས་ཞུ་གི། དགོངས་ཞུ་བྲིས་སྟངས་ཀྱི་དཔེ་མཚོན་གསུམ་པ་ཐ་མ་དེ་དུས་ཡིན་ཚོད་སུ་ད་མཚམས་རེར་ཡང། རྩེད་མོ་དེ་འདྲའི་ནང་ལ་ཡང་འཛུལ་ཞུགས་གནང་དགོས་པ་སོང་ཙང་དེ་དུས་སྐབས་སུ་ཡང་དགོངས་ཞུ་ག་འདྲས་སུ་བྲི་དགོས་རེད་ཞུས་པ་ཡིན་ན། ལ་ཟེར་ཏེ་དཔེ་མཚོན་ཐ་མ་དེ་ཡིན། ལྷག་བསམ་དུང་དང་དཀར་བའི་འཛིན་གྲྭའི་དགེ་རྒན་མཆོག་གི་དྲུང་དུ་ཞུ་ཚུལ་བསྟན་དོན་བསམ་པ་ལྷག་བསམ་དེ་རྒན་ལགས་ཀྱི་ལྷག་བསམ་དེ་ནི་དུང་ནང་བཞིན་དཀར་བ་སོང་ཙང་དེ་འདི་གའི་རྒན་ལགས་ཀྱི་འཛིན་གྲྭའི་དགེ་རྒན་མཆོག་གི་དྲུང་དུ་ཡང་དུ་ཞུ་ཡས་ཡིན། གུས་མོ་འཛིན་རིམ་བཞི་པའི་སློབ་མ་བསྟན་འཛིན་འཛོམས་སྐྱིད་ཀྱིས་ཞུས་དོན། ཐུ་གུ་མོ། འཛིན་རིམ་བཞི་པ་ཀྱི་སློབ་ཕྲུག་བསྟན་འཛིན་བཟང་མོ་རྒྱལ་ནི་ཞུས་དོན་ཞོལ་གྱི་དོན་དག་གཙོ་བོ་འདི་ཡིན། དེ་རིང་རྒྱ་གར་རྒྱལ་ཡོངས་རྐང་རྩེད་པུའུ་ལི་འགྲན་བསྡུར་ནང་ཞུགས་དགོས་པ་ལགས་ན། ད་རིང་རྒྱ་གར་རྒྱལ་ཡོངས་ཀྱི་རྐང་རྩེད་པུའུ་ལི་འགྲན་བསྡུར་དེ་ནང་ལ་ཡང་ང་རང་དུ་ཞུགས་དགོས་པ་སོང་ཙང་དེ་ནང་ལ་ཡང་ཅིག་སྐབས་འགྲན་བསྡུར་འདི་ནང་ལ་ཞུགས་དགོས་པ་སོང་ཙང། འཛིན་སྐྱེས་མཆོག་ནས་བདུན་ཕྲག་གཅིག་རིང་དགོང་དྲོ། ཡོང་བ་མཁྱེན་མཁན་སྟེ་འདུས་སམ་པ། རྒན་ལགས་འཛིན་གྲྭའི་དགེ་རྒན་མཆོག་ནས་བདུན་ཕྲག་གཅིག་གི་རིང་ལ་ཡར་འདུག་ད་ང་ལ་ཡར་དགོང་དྲོ་ཡོང་བ་མཁྱེན་མཁན་ང་ལ་ཡར་འདུག་ད་དགོངས་པ་གནང་རོགས་བྱེད་ཞེས་འོང་འདུག་ད། སུ་སུ། རྩེད་མོ་དེ་འདྲའི་ནང་ལ་ཡང་དུ་མཉམ་ཞུགས་གནང་དགོས་པ་ཡིན་ན་དེ་འདྲས་ཡང་དགོངས་ཞུ་ཕྲིན་ལས་བསྒྲིག་གི་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཅིག་ཚེས་བཅུ་ཉིན་བོད་སི་དེ་འདྲའི་སེམས་པ་ནི་ཕྱི་ལོ་ཉིས་སྟོང་བཅུ་གཅིག་གི་ཕྱི་ལོ་ཉིས་སྟོང་ཉི་ཤུ་གི་ཟླ་བ་བཅུ་གཅིག་ཚེས་ཉི་ཤུ་ཉིན་ལ་ཡང་དུ་སུ་ཕུལ་གྱི་ཡོད་ཞེས་བཤད། ད་དེའི་ནང་ལ་ཡང་ཨ་ནི་གངས་རྒྱན་ཆ་རྐྱེན་གཞིས་ཀ་དེ་ཏག་ཏག་ཚང་ཡོད་རེད། ཨ་ནི་དེའི་མདུན་ས་མ་ཡིན་ད་རིང་གི་ང་ཚོ་གི་སློབ་ཚན་གོང་ཞུ་འབྲི་སྟངས་སྐོར་ལ་ཡང་སློབ་ཚན་དེ་བསྡུ་ཚར་བ་ཡིན་ལ་སའི་དུས་ཕྱིར་ན།